སྲ་བརྟན་རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག། བོད་མི་ཡོངས་ཀྱི་འདི་ཕྱིའི་གཏན་གྱི་མགོན་སྐྱབས་དང་དབུ་ཁྲིད། བླ་ན་མ་མཆིས་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག། རྒྱལ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ། དོན། དོན་གྱི་སླད་དུ་མཚན་ཡོངས་སུ་སྨོས་ན་རྗེ་བཙུན་འཇམ་པའི་ངག་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ། མཚུངས་པ་མེད་པའི་དད་དཔལ་བཟང་པོ་མཆོག་ལ། གུས་ནས་སུས་དང་ལེགས་བསྟེན་ཅན་བོད་རིགས་མི་དམངས། ས་གནས་འཐུས་ཚོགས་དང་མི་དམངས་ཡོངས་ཀྱི་ཚབ་ཞུས་ཏེ་སྒོ་གསུམ་གུས་པ་ཆེན་པོའི་ལྷ་ཕྱག་དྲང་མོས་སྔོན་དུ་ཕུལ་ཏེ་དགའ་སེམས་འཁོལ་བའི་ངང་འཚམས་འདྲི་བཀྲ་ཤིས་བདེ་ལེགས། ཞུ་བ་དང་ཆབས་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བར་སྐབས་ཨ་རིའི་མེ་ཡོ་སྨན་ཁང་དུ་སྐུ་ཡི་འཕྲོད་བཞེས་ལེགས་གྲུབ་ཀྱི་སྐུ་ཁམས་གསལ་ཐང་ངང་ད་རིང་ས་གནས་མི་མང་ལ་ཞལ་འབྱེད་དང་སྐུ་གསུང་ཐུགས་རྒྱུད་སྐལ་བཟང་གི་གོ་སྐབས་གནང་བར་སྙིང་ཁོང་རུས་པའི་སྟེང་ནས་དགའ་དད་སྤྲོ་གསུམ་གྱི་པི་མོ་ལྷང་སར་རེག་སྟེ་བཀའ་དྲིན་བླ་མེད་དུ་ཆེ་ཞེས་ལན་བརྒྱར་ཞུ་རྒྱུ་མ་ཚད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་གྱ་གཅིག་ལ་ཕེབས་སྐབས། གསོལ་ཚིགས་ས་གནས་དད་ལྡན་བོད་རིགས་ཡོངས་ནས་བརྟན་བཞུགས་གཏམ་འབུལ་ཞུ་རྒྱུའི་གསོལ་འདེབས་ཇི་ཞུས་བཞིན་ཞལ་བཞེས་གནང་བར་ས་གནས་བོད་རིགས་ཡོངས་ཀྱི་ཚབ་ཞུས་ཏེ་ལན་བརྒྱར་བཀའ་དྲིན་ཆེ་ཞུ་རྒྱུ་ཡིན། ད་རེས་སུད་སི་གྲོང་ཁྱེར་ཇི་ནི་ཝ་མཉམ་འབྲེལ་རྒྱལ་ཚོགས་འགྲོ་བ་མིའི་ཐོབ་ཐང་གི་ཟུར་འཛུགས་ཚོགས་འདུའི་ནང་དབུ་བཞུགས་གནང་སྐྱོང་མཛད་པ་ད་ཕན་གྱི་ལོ་རྒྱུས་ནང་ལེའུ་གསར་པ་ཞིག་དང་བླ་ན་མེད་པའི་མཛད་འཕྲིན་ཞིག་ཏུ་ངོས་འཛིན་ཞུ་རྒྱུ་མ་ཟད། ད་རིང་འདིར། ང་ཚོ་ས་གནས་ཚོགས་ཆུང་ཁག་ཉི་ཤུ་རྩེ་ལྔའི་ཨ་ནེ་མི་མང་ཡོངས་ད་རིང་སྔ་དྲོ་ཆུ་ཚོད་བཅུ་དང་ཕྱེད་ཀ་ནས ྋགོང་ས་མཆོག་འདེབས་ས་གནས་སུ་ཆིབས་བསྒྱུར་འཁོད་པར་དགའ་བསུའི་ངང་དགའ་དགའ་སྤྲོ་སྤྲོའི་ངང་ནས་མི་མང་སུམ་སྟོང་ལྷག་འདུ་འཛོམས་གནང་ཐུབ་པ་བྱུང་སོང་ཞུ་ཡ་གཅིག་ཡིན། ད་རེས་ཚུལ། རྒྱལ་སྤྱི་ཡོངས་ནས། ང་ཚོས་འབོད་སྐུལ་ཞུ་ཡ་ལ་རྒྱལ་སྤྱི་ཡོངས་ནས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ཐོག་ནུས་པ་འབུར་ཐོན་གྱིས་རྒྱབ་སྐྱོར་ཡོང་རྒྱུ་དང། བོད་ཀྱི་བདེན་མཐའ་མྱུར་ནས་མྱུར་དུ་གསལ་ནས་གཞིས་བྱེས་མཉམ་འཛོམས་ཡོང་བའི་རེ་སྨོན་ཤུགས་དྲག་ཞུ་ཡ་ཡིན། མཐའ་དོན་ཕྱི་ནང་གོང་ས་སྐྱབས་མགོན་ཆེན་རྒྱལ་དབང་ཐམས་ཅད་མཁྱེན་གྱི་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པར་བརྟེན་ཅིང་ཐུགས་ཀྱི་བཞེད་དོན་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པའི་སྨོན་འདུན་ཤུགས་དྲག་ཞུ་བ་དང་ཆབས་ཅིག་དག་ཅག་རྣམས་ལ་བླང་དོར་གྱི་བཀའ་སློབ།

ཅིག་ནད་གཞི་གཅིག་གིས་འདི་ཞིག་འདུག། ཙུན་ད་ཏི་ཁོ། སྔོན་འགོག་རུ་བྱ་ཞེས་སྨན་བཅོས་བྱས་ན་ཡག་གི་རེད། བར་འདུག། ཨེ་སྐད་བྱུང་གི་རེད། ཞེས་ཨེ་ནི། ད་ང་ཚོ་སྨན་བཅོས་བྱས་ཏེ་དུས་ཚོད་ཏོག་སུ་འགོག་གི་འདུག་ཞོ་དེ་འདྲ་ཡིན་དུས་ཨེ་ནི། རྒྱ་གར་ལྷོ་ཕྱོགས། གི་ཨ་འདྲ། བཀའ་ཆོས་བྱས་ཏེ་ཡིན་ནི། ད། ལོ་བསྟུད་མ་བྱས་ནི་བས་ཏེ་ད་ལོ་ལོ་བཞི་པ་དེ་ཡིན་པ་ཡོད། ཞེས་ད། ཆ་ཚང་ཚང་བྱས་འདུག་སུ་རེད།

ཅིག་སྨན་པ་ཚོ་དང་ལོ་མང་པོ་ངོ་ཤེས་པ་རེད་ཧ་ལམ་ད་ལོ་བཅུ་གྲངས་རེད་མི་ཡ། ད་ཕེ་གི་ལོ་རེར་ཕེ་གི་བརྟག་དཔྱད་བྱེད་ཁང་འགྲོ་གི་ཡོད་རེད་ཟེར་ན་ད་ངོ་ཤེས་པ་འདང་ཚག་རེ་ཆགས་བསྡད་ཡོད་རེད། ཨ་ནི་ཕེ་གི་སྨན་བཅོས་བྱེད་ས་ལ་ཡ་ཅིག Nurse དེ་ཚོས་ཁྲལ་ཏེ་ང་ཚོ་ངོ་ཤེས་པ་ཆགས་ནས་ཀི་སི་ཞུ་གོ།

གཅིག་དངོས་ཁམས་རིག་པའི་སྐོར་འགྲེལ་བཤད་བྱེད་དུས་ཙམ་ནས་ཡང་དངོས་གནས་གཅིག་པའི་ཡང་གོ་བ་གསར་པ་ལས་ཡ་རོ་གཅིག་གི་གནས་ཚུལ་གསར་པ་ཤེས་ཡ་བྱས་ནས་ཕན་ཐོགས་ཤ་ཡོང་གི། ཚན་རིག་པ་སོགས་ལ་ཕ་སེམས་ཁམས་རིག་པའི་སྐོར་འདི་ཨེ་ནི། དེ་སྔ་བར་དུ་ང་ཚོ་མ་ཤེས་པ་དེ་འདྲའི་ཞིབ་ཚགས་པོ་མེད་པ་ཅིག་ད་ཅི་ལྟར་སེམས་ལབ་དུས། དཔེར་ན་ཚན་རིག་པ་སྔོན་མ་ཚོ་ད་སེམས་ཟིན་ངེས་ཏེ། ད་ཀླད་པའི་ཅིག་ད་གཡུང་དྲུང་གི་ཐོག་ནས་ཅིག་བྱུང་བ་མ་གཏོགས་སེམས་ཟིན་ངེས་ཟུར་དུ་ཡོད་མ་རེད་ཟིན་ངེས་རྫག་ཏུ་ཡོད་རེད། ད་དེ་རིགས་སྐད་ས་རྣམ་པར་བཤད་པ་ཟེར་ཡ་དེ་ཀླད་པ་ལས་ལོངས་ཅིག་ཡོད་བསྡད་པ་ཅིག་ད་གཞི་ནས་དོ་སྣང་གསར་པ་ཞིག་སླེབས་ཆེད་དེ་འདྲའི་ཐོག་ནས་ཉམས་ཞིབ་བྱེད་ཀྱི་འདུག་ལ། ཅེས་གང་ལྟར་ད་སྤྱིར་རྒྱ་གར་འཕགས་པའི་ཡུལ་གྱི་ད་ལོ་སྟོང་ཕྲག་གོང་ནས། ཅིག་སེམས་ཁམས་རིག་པའི་སྐོར་བཞི་བོ་ཅིག་ཞིབ་ཚགས་པོ་ཡོད་རེད། འདི་ཡོང་ཡང་གོ་ཡོད་གསལ་པོ་ཤག་རེད། གང་ལྟར་མིན་རྒྱ་གར་ལྷག་པའི་ཡུལ་གྱི་དང་ཆོས་རྒྱུད་ཕྱི་པ་དང་ནང་པ་གཡག་མེད་པ་ཅིག་ཆོས་རྒྱུད་མང་པོའི་ནང་ལ་ཡ་ཅིག་ཞི་གནས་དང་ལྷག་མཐོང་སྒོམ་ཡག་ཅིག་ཡོང་བསྡད་ཀྱི་ཡོད་རེད། བྱས་ཙང་ཀ་ཞི་གནས་དང་ལྷག་མཐོང་སྒོམ་ཡག་གི་དེ་འདྲས་ཀྱི་དང་ཉམས་ལེན་ཡོད་བསྡད་མཁན་ཚོ་ལ་ཅིག་སེམས་ཁམས་རིག་པའི་སྐོར་འདི།

ཁྱེད་ནི་འོ་དེ་འདྲ་ཡིན་དུས། ཨེ་ཡང་དེ་ནི། ཁུ་ཚང་འདི་གཅིག་ད་ཚན་རིག་པ་འདྲ་གསར་པ་ཡང་གཅིག་སྒོམ་རྒྱག་མཁན་རུ་དེ་འདྲའི་ཉམས་རྟོགས་སྐད་ཅིག་ཏོག་བྱུང། ཨེ་ཡང། ད་ང་ཚོ་ནང་ཚགས་ཆགས་ཡོད་ཚད་ནས་ཡང་ངས་ཁྱད་གསོད་ཏོག་ཏོག་བྱས་བྱས། གཅིག་དྲི་བ་རུ་དེ་འདྲ་ཡང་བཀོད་གཅིག་དེ་འདྲ་དེ་འདྲ་བྱས་བྱས། དེ་འདྲའི་འཁྲོལ་བོ་ཞག་བྱུང། གང་ལྟར། ཁྱེད་རང་ཚོ་ངས་ཅིག་ད་ག་འདྲ་བའི་གཏན་འཁེལ་ནས་ལབ་ཐུ་ཡ་ཅིག་རེད་ཡ། ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་སྔོན་གྱི་ཆོས་རྒྱལ་ལོ་པན་ཚོའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་རང་ཚོའི་སྐད་ཡིག་ནང་ལ་ནཱ་ལེནྡྲའི་མཁས་པའི་དབང་པོ་ཚོས་ད་ཅིག་དངོས་གནས་སེམས་ཁམས་རིག་པའི་སྐོར་དང་ཚད་མ་རིག་པའི་སྐོར་དེ་དེ་ད་བོད་ཡིག་ནང་ལ་ཆ་ཚང་ཅིག་ཡོད་བསྡད་པ་ཅིག་རེད་འདུག་བ། ཡང་ནི། རྩ་བ་ནི་རྒྱ་ནག་གི་བའི་ནང་པ་ཚོས་ནཱ་ལེནྡྲ་ནས་བརྒྱུད་པའི་གཅིག་གྱུར་ཕྱག་ལེན་ཡོད་རེད། དེ་ཀླུ་སྒྲུབ་ཀྱི་མཚན་གོ་མྱོང་བ་ཐོས་མྱོང་བ། ཀླུ་སྒྲུབ་ཀྱི་རྗེས་འབྲང་ཕྱག་ལེན་ཡོད་རེད། རེད་དེ་ཡིན་ནའི། དེ་འདྲས་ཀྱི་ད་རྒྱ་གར་མཁས་པའི་གཞུང་མང་པོ་ཅིག་རྒྱ་ཡིག་ནང་ལ་དེ་འདྲས་བསྒྱུར་མི་འདུག་ག། ལྷག་དོན་ཚད་མ་རིག་པའི་སྐོར་དེ་ཚོ་བཀྲལ་ཏེ་རྒྱ་ཡིག་ནང་ལ་ཡ།

རིགས་འདིར་མཛད་བྱས་རིར་བ། ཨེ་ནི་ཆགས་པ་ཡབ་སྲས་དེ་ཚོ་ནས་བཟུང་ཅིག་མཚན་མོའི་སྐོར་ལ། དམིགས་བསལ་གྱི་ཐུགས་སྣང་གནང་འདུག་བ། དེ་འདྲ་ཡིན་དུས་དར་རྒྱས་སུ་འཛམ་བུ་ནི་འདི་གང་ལ། སངས་རྒྱས་པའི་ཆོས་འཆད་མཁན་དེའི་ནང་ཚན་ནས་ནཱ་ལེནྡྲའི་ཆོས་བརྒྱུད་འཛིན་མཁན་གྱི་ནང་ལོགས་ལ། ཅིག་མཚན་མའི་གཞུང་གི་སྐོར་ལ། ཅིག་སློབ་སྦྱོང་བྱས་ནས་བ། ཅིག་འགྲེལ་བཤད་རྒྱག་རྒྱུ་མེད་དེ། བོད་པ་གཅིག་གོ་མ་གཏོགས་སུ་གཅིག་མི་འདུག་བ། དེ་འདྲ་རེད་ཤག།

ང་རང་ཚོ་ལོ་སྟོང་ཕྲག་རིང་ལ་ཡར་མཁན་ཆེན་ཞི་བ་འཚོའི་ཐུགས་རྗེ་བཀའ་དྲིན་གྱི་ཐོག་ནས་མཁན་ཆེན་ཞི་བ་འཚོ་དང་སློབ་དཔོན་ཀརྨ་བླ་ཤིས་ཚོའི་ཐུགས་རྗེ་བཀའ་དྲིན་གྱི་ཐོག་ནས་རྒྱ་གར་མཁས་པའི་གཞུང་ཆེན་མོ་འདི་ཡི་དེ་སྦྱང་ཡག་ཅིག་གི་སྲོལ་ཞིག་དུས་ད་ལྟ་བར་དུ་ཡོད་རེད་ཨེ་ང་ཆ་བཞག་ན་ལོ་བདུན་བརྒྱད་ནས་བཟུང་བ་ཅིག་གི་དཔེ་ཆ་ཁྱོན་ནས་བལྟ་སྙིང་འདོད་ཀྱི་མེད་ང་དཔེ་ཁྲེབ་ཐོ་ཁྲེབ་ཐོ་རེད་ཡིན་ནའི་དཔེ་དེ་ཡུལ་འཛིན་བྱེད།

དེ་སྔ་ང་ཚོ་བོད་པའི་ཞྭ་མོ་ནི་བླ་མ་ཡིད་སེམས་སེ་ཡ་གི་མིང་ཅིག་ང་ཚོ་ཁྱེད་ཀྱིས་བསྡད་པ་རེད། བླ་མ་ཡིད་སེམས་སེ་ཡ་གི་མིང་དེའི་འོག་ནས་ང་ཚོ་བོད་པའི་ནང་ཆོས་དེ་ཧ་ལམ་པའི་ཅིག་གི་ནང་ཆོས་ཚན་གྱི་བུ་རུ་ཅིག་ཧ་ལམ་ཧ་ལམ་མེན་པའི་སོ་རུ་ཅིག་བྱས་ཙང་ཀ་དེ་འདྲི་ཅིག་བྱས་བསྡད་པ་རེད། ད་ད་ཆ་འཛམ་བུ་གླིང་འདི་གང་ལ་ཡ་བོད་ཀྱི་ནང་ཆོས་ཟེར་དུས་དངོས་གནས་དྲ་གནས་ཀྱི་བོད་སྐད།

དོ་སྣང་བྱེད་མཁན་མང་དུ་མང་དུ་ཕྱིན་པའི་སྐབས་འདུག་ལ། ད་ང་ཚོས་དུས་ད་ལྟ་བར་དུ་རྒྱ་གར་མཁས་པའི་རྣམ་དཔྱོད་ལས་ཐོན་པའི་རྨད་དུ་བྱུང་བའི་ལེགས་བཤད་ང་ཚོས་ལོ་སྟོང་ཕྲག་གི་རིང་ལ་དྭགས་པོ་བརྒྱབ་བསྡད་པ་འདི་ད་དེར་སྐྱེས་སུ་འཛམ་བུ་གཉིས་འདི་ག་ལ་བབས། ཅེས་བསྐོར་བཤད་བྱེད་ཐུ་ཡག་བྱེད་ཀྱི་དུས་ཚོད་ཅིག་སླེབས་ཡོང་གི། ཨེ་འདི་ལས་ང་ཚོས་ནང་ཆོས་རང་བཤད་སྐད་ཆ་མ་རེད། ཚད་མ་རིག་པའི་སྐོར་དང་གཅིག་སེམས་ཁམས་རིག་པའི་སྐོར་དེ་ཚོ་བྲལ་ཏེ་ཨེ་ནི་ཆོས་མེད་མཁན་ཚོར་ཡིན་ནའི་འདི་བཤད་དགོས་ཧ་ཅར་བ། ས་དེ་འདྲ་ཡིན་དུས་བར་བརྒལ་བ་ན་ང་ཚོ་བཀའ་འགྱུར་བསྟན་འགྱུར་པོ་ཏི་སུམ་བརྒྱ་ལྷག་ཟེར་བ་དེའི་ནང་གི་བརྗོད་བྱའི་ཆ་ནས་སྡེ་ཚན་གསུམ་ཆད་མྱོང། སེམས་ཁམས་རིག་པ་གཙོ་བོར་གྱུར་པའི་ཚན་རིག་སྡེ་ཚན་གཅིག་ཆད། དེ་ནས་སྡེ་གཉིས་ཀྱི་ལྟ་གྲུབ་གཙོ་བོ་ཆད་ནས། སྡེ་གཉིས་ཀྱི་འཇོག་སྟངས་མི་འདྲ་མི་འདྲ་ཡོད་པ་དེ་ཚོའི་སྐོར་དེ་ཆད་ནས། སྡེ་ཚན་གཅིག་ཕྱེ། ད་བདེན་བཞི་ཟླ་བ་ཡིན་ན་ནང་པའི་ཆོས་དང་ཐད་ཀར་འདྲ་བ་ཡོད་རེད། བདེན་གཉིས་ཟླ་བ་ན་མུ་སྟེགས་པས་བཤད་ཀྱི་ཡོད་རེད། ནང་པའི་ད་གྲུབ་མཐའ་གོང་འོག་ཚང་མས་ད་གསུང་གི་ཡོད་རེད་བསམ། འོ་བདེན་གཉིས་ཀྱི་རྣམ་བཞག་འོ་ད་དེ་འདྲ་ཡི་ལྟ་གྲུབ་ད་དེ་རུ་སྐྱེ་ས། ཅིག་སྣང་གནས་མི་མཐུན་པའི་ལྟ་གྲུབ་སྐྱེ་ཤས་ཡིན་དུས་ཙང་ནས Quantum Physics འོ་ད་ཚན་རིག་པས་ད་འོ་ད་དེ་རུ་སྐྱེ་ས Quantum Physics བཤད་དེ་ཟེར་བ། ད་ད་འགྲོ་བསྡད་ཀྱི། སྔ་མོ་སེམས་ཙམ་པས་གཟུང་འཛིན་གཉིས་སྟོང་གི་དེ་ཁོ་ན་ཉིད་བཤད་དེ། ད་ལྟ། ལྷན་ཅིག་མིག་གཉིས་དང་དངོས་འཛིན་མིག་བཞི་ཡོད་ན་དངོས་པོ་ཡོད་པ། དངོས་འཛིན་མིག་བཞི་མེད་ན་དངོས་པོ་མེད་འདོད་པ་ཟེར་ནས་བཤད་བསྡད་དེ་ཐག་ཐག་བཤད་བསྡད་ཀྱི་འདུག་པ། Quantophysics ཐོག་ནས། འོ་ད་ཡིན་ནི་ཡུལ་གྱི་ངོས་ནས་གྲུབ་ཡོང་བར་ཟེར་དེ་ཏག་ཏག་བཤད་ཡོང་གི། ཟེར་ད་ད་དེ་ནས་ཚུར Quantophysics བཤད་བསྡད་མཁན་ཚོས་ད་ཡུལ་གྱི་ངོས་ནས་ཡོད་གོ་ཡ་གཅིག་ལ་ད་དེ་མ་རྙེད་པའི་ཁེ་འདུག་ལ་ཨེ་ནི།

ཚེ་འདི་འདྲ་ཡིན་དུས་ཨོ་ད་དེ་ཚོའི་སྐོར་དེ་སྡེ་ཚན་གཅིག་ཕྱེས་བྱས། གང་ལྟར་བཀའ་འགྱུར་བསྟན་འགྱུར་པུ་རི་གསུམ་ཅན་ནང་གི་ཚན་རིག་སྐོར་དེ་ཡིད་ཆེས་ཨེ་ནི། ཚད་མའི་རིགས་ལམ་རང་རྟོགས་དེ་ཚོ་བྱས། དེ་ཡང་ཨོ་ཞལ་ཆ་ཡུལ་གྱི་རྣམ་བཞག་མཇལ་བྱེད་བློ་ཡི་རྣམ་བཞག། མཇལ་བྱེད་བློ་ཡི་ཡུལ་ཞི་བདེར་བྱེད་བཞེད་པའི་ཚུལ། ཡུལ་བཞེད་བའི།

ཨ་ནི་རྒྱ་ཡིག་ནང་ལས་འགྱུར་ཡ་བྱས་ཡོད་རེད་ཨ་ནི Japanese སྐད་ད་ག་ནས་ཕྱིན་གི་ཨ་ནི་སོག་པོའི་སྐད་ཀོ་རི་ཡའི་སྐད་ཨ་ནི་ཨུ་རུ་སུའི་སྐད་འཇར་མན་སྐད་ཡིག་ནང་ལོག་ན་ད་ད་འགྱུར་མིན་འགོ་ཚུགས་བྱེད་འདུག་ས་རེད་ས་འཛིན་འཕྲལ་དེ་ང་ཚོ་མི་སྤྱི་ལ་ཕན་ཐོག་ཡ་ཆེ་ཤེས་སོང་ང་དེ་ང་ཚོ་བོད་ད་དངོས་གནས་བོད་གངས་ཅན་པའི་དུས་ད་ལྟ་བུ་ད་ཨོ་རྒྱུབ་བསྡད་པའི་ད་རིག་གནས་ཤེས་ཚད་དེ་ད། འཛམ་བུ་གླིང་སྤྱི་ལ་ཕར་ང་ཚོས་ཅིག་གིས་ད་བགོ་བཤའ་བྱེད་ཐུབ་ཡ་ཅིག་ད་ཕན་ཐོག་བྱེད་ཐུབ་ཡ་ཅིག་དེ་འདྲ་ཞིག་གི་མཚམས་ཞིག་སླེབས་ཀྱི་ཡོད་རེད་དེ་འདྲ་ཞིག་མ་ཡིན་དུས་ཙང་ནས་ང་རང་ཚོ་བོད་རིགས་ནང་ཙང་བོད་ཡིག་ལ་དོ་སྣང་བྱེད་ཡ་ད་ཆ་ང་ཚོ་ལྷག་པར་དུ་གཞོན་སྐྱེས་ཚོ་བོད་ཡིག་ལ་དོ་སྣང་བྱེད་ཡ་ཨེ་ནི་ག་ལི་ག་ལི་ལ། གཞུང་དེ་ཚོའི་གྲས་དེ་ག་ཚད་ཐུབ་ཐུབ་ལྷག་པར་དུ་ཡང་ང་ཚོ་ཆོས་ལ་དད་པ་ཡོད་ངེས་ཅིག་པ་ཡིན་ན་གཞུང་དེ་ཚོའི་གྲས་ཡིན་ཅིག་མིན་ཅིག་བསླུ་བྲིད་བྱ་དགོས་རེད།

ཚན་རིག་ཡར་རྒྱས་ཆེན་པོ་དང་མཉམ་འགྲོགས་ལ་འགྲོ་ཐུབ་མཁན་ཅི། ཕལ་ཆེར་ནང་པའི་ཆོས་དེ་རེད་ཤག་ཅེས་དེ་རེ་ཤི། ཤ་ཡ་ཅིག་དེ་རེ་ཤི་ཀིར། དེ་རེ་ཤི་དུ་བ་དེ་རེ་ཤ་ཤབ་ཅིག། ཁྲི་ཚོགས་དེ་དེ་འདྲ་རེད་ད་ང་རང་རང་དངོས་སུ་ཉམས་མྱོང་བྱུང་པ་དེ་ལོ་སུམ་ཅུ་ལྷག་གི་རིང་ལ་ད་ཚན་རིག་པ་མཉམ་དུ་འགྲོགས་ལེན་བྱེད་གོ་ཐུབ་ཤིང་ས་ནས་སངས་རྒྱས་པའི་ལྟ་གྲུབ་དེ་ཡིད་དཔའི་དབུ་འཕང་ཐོར་ཐོར་ཐོར་ཐོར་ལ་འགྲོ་གི་མ་གཏོགས་དེ་གུ་ཡངས་ཁྱོན་ནས་མི་འདུག། ཚན་རིག་པ་ཉིན་ཐོར་ཐུགས་སུ་གོ་བསྡུར་བྱེད་དུས་ཚན་རིག་པའི་ཚུར་བཏུས་ཡག་ཅིག་མ་གཏོགས་སངས་རྒྱས་པའི་ལྟ་གྲུབ་བཤད་མཁན་ཅིག་གི་ཕར་བཏུས་དགོས་ཡག་ཧ་ལམ་མེད་པའི་བཟོ་རེད། ད་ཕམ་ཉེས་གར་བྱུང་བ་སོགས་ན་རི་རབ་ཡར་ཟེར་ནི་ཕམ་ཉེས་ཆེན་པོ་རེད། ང་རི་རབ་དང་ཁས་ལེན་བྱེད་ཀྱི་མེད་ཅེས་སོང། ཨེ་ནི་རི་རབ་ཡོད་ནའི་ཡོད་མེད་ནའི་མེད་ཅེས་སྐད་མི་འདུག་ག། རི་རབ་མེད་ནའི་ང་ཚོ་ཉིན་མཚན་ནི་འདུག་ཨིན་ཅེས་སྐད་མི་འདུག་ག། ཤེས་ཡ། རི་རབ་ཀྱི་ནི་ག་ཚོད་རེད།

ཆུམ་ཆུན་ཆེན་པོ་ཞིབ་ཅིག་རེ་བཞག། རྒྱ་ཡིག་འདི་རྙོག་ཚ་བོ་ཞག་རེ་བཞག་ཟེར་རེ་བཤད་འདུག་བ། ཡིག་རང་གི་ཐོག་ནས་བརྩིས་པ་ཡིན་ནའི་ང་ཚོ་བོད་ཡིག་དངོས་གནས་རང་གཅིག་བོད་སྐད་བསླབ་བྱའི་ཆ་དེ་ཡོད་རེད། ཨ་ནུ་ལྷག་པར་དུ་བོད་ཡིག་གི་ནང་ལ་ཡོད་བསྡད་པའི་བརྗོད་བྱ་འདི་ཡིན་ཏེ། ད་ལྟ་རི་སྐལ་སར་འཛམ་བུ་ནི་དུས་རབས་བཅུ་རྩ་བཞི་པའི་ནང་ལོགས་ལ་ཡ། འཛམ་བུ་ནི་སྤྱི་ལ་ཕན་ཐོགས་ཆེ་མཐུ་ཡང་ཅིག། ལྟར་བརྗོད་དོན་ཡོད་དེ་བྱ་སྟེ་བྱ། ཨོ་དེ་འདྲ་ཡིན་དུས་ང་རང་ཚོ་བོད་པ་ཞིག་ཡིན་པའི་ངོས་ནས་མི་རིགས་ཀྱི་སྤོབས་པ་བྱེད་ཡ་རེད་ཤག་བྱས་སོང་བ་འདུག་བྱས་ཡ་ད་གང་ཆབ་སྲིད་ཀྱི་ལས་འགན་ངས་བཞག་ཚར་རེད། ཉིས་སྟོང་བཅུ་གཅིག་ལོ་ནས་ད་ངས་ཆ་ཚང་ལས་ཀ་བཞག་པ་ཡིན་ད་ངས་ཡང་ད་བོད་ཀྱི་ཆོས་དང་རིག་གཞུང་ཉམས་པ་སུ་ཞིག་མི་ཉམས་གོང་འཕེལ་ཡོང་ཡ་ད་དེ་ངས་ལས་ཀ་བྱེད་ཀྱི་ཡོད་རེད་ད་ག་ནང་བཞིན་ཁོར་ཡུག་སྐོར་ལ་ངས་ལས་ཀ་བྱེད་བསྡད་ཀྱི་ཡོད་རེད་ས་དེ་འདྲ་ཡིན་དུས་ད་ནས།

སངས་རྒྱས་བཅོམ་ལྡན་འདས་འདིས་ང་ཚོར་བླང་དོར་གྱི་གནས་སྟོན་མཁན་བསྟན་པ་རེད་མ་གཏོགས་སྐྱབས་དངོས་དེ་མ་རེད། སྐྱོབ་པ་བླ་མའི་དམ་ཆོས་སྐྱོབ་པ་བླ་མའི་དམ་ཆོས་རིན་པོ་ཆེ་ཟེར་ནས་ངོ་ཐོག་སྐྱོབ་མཁན་དེ་དམ་ཆོས་རེད། དམ་ཆོས་ག་རེ་ཟེར་ན། ལུང་གི་གླེགས་བམ་མགོ་ལ་བཞག་ཆེད་སྐྱོབ་ཡ་སྐད་ཆ་མ་རེད། ལུང་སྡེ་སྣོད་གསུམ་ནང་ལ་བཤད་ཤ་བའི་བསླབ་པ་གསུམ་གྱི་ཉམས་ལེན་བྱས་ནས་མཐར་གཏུགས་ཡོང་དུས། ཧན་ནི་ཤེས་རབ་ཀྱི་བསླབ་པ་ལ་བརྟེན་ནས།

ང་ཚོ་ངོ་གདོང་རང་སོ་སོའི་སྡུག་བསྔལ། དེ་དང་འཕྲལ་དུ་ཡིན་ནའི་སེམས་ཀྱི་དཀའ་ངལ་སེལ་ཡ། སེམས་ཀྱི་བའི་རྔམ་སྐྲག་སེལ་ཡ་དེ་ནི་ཆོས་ཀྱི་བསླབ་བྱའི་ཐོག་ནས་ཡོང་བསྡད་ཀྱི་རེད། ཚེ་འདི་འདྲ་ཡིན་དུས་ཙང་ནས། ཐད་ཀ་ཐད་ཀར་དཀའ་ངལ་སེལ་མཁན་དེ་ཆོས་ཀྱི་ཐོག་ནས་བྱས་ཐུབ་ཐུབ་བ། ཤེས་སོང་བ། ཨེ་ནི་དགེ་འདུན།